ལྷན་རྒྱས་སྐུ་ཁམས་བཟང་ང་ནི་མདོ་འཛིན་པ་ཞང་པ་རྡོ་རྗེ་ཡིན། ལྷན་རྒྱས་བཀྲ་ཤིས་བདེ་ལེགས་ང་ནི་མདོ་འཛིན་པ་དབོན་ཆེ་ལྷ་མོ་ཡིན། སྐལ་བཟང་ཟླ་བ་ནི་ཐང་ག་སྒྱུ་རྩལ་གྱི་ཕ་ས་ཞེས་གྲགས་པའི་མཚོ་སྔོན་རེབ་གོང་ནས་ཕེབས་པའི་ལྷ་བཟོ་ཞིག་ཡིན། ཁོང་གིས་རེབ་གོང་གི་ཐང་ག་སྒྱུ་རྩལ་དེ་བདེ་ཆེན་སེམས་ཀྱི་ཉི་ཟླ་ལ་ཆས་ཡོང་བ་མ་ཟད། སེམས་ཀྱི་ཉི་ཟླ་གྲོང་ཁྱེར་དུ་ཐང་ག་གཞུང་སྲིད་ཡིས་རི་མོ་ཁང་ཞིག་བཙུགས་ནས། རིམ་མི་དགོས་པའི་སྒོ་ནས་ཐང་ག་སྒྱུ་རྩལ་སྐོར་གྱི་སློབ་ཁྲིད་བྱེད་བཞིན་ཡོད། རེད་གནས་མཆེད་ཁ་བ་དཀར་པོ་ནི་བོད་བརྒྱུད་ནང་བསྟན་ཆོས་ལུགས་ཀྱི་གནས་མཆེད་བཞི་ཡི་ཡ་ཆ་ཡིན་པས་ལོ་རེ་རེ་བཞིན་ཕྱུག་བཞིན་མཚམས་བརྒྱུད་ནས་ཕེབས་པའི་མི་རྣམས་ཀྱིས་མི་འུ་གུས་དང་འགུལ་བཞིན་ཡོད། དེ་རིགས་ཀྱི་ལན་ཚོའི་ནང་དུ་ང་ཚོ་མཐོ་རྒྱུད་དྭངས་གཙང་གི་གནས་མཆེད་ཁ་བ་དཀར་པོ་ལ་འཇའ་ས་འབྲོག། རེས་གཟིགས་མ་ལྷས་རྒྱལ་དེ་རིང་གི་དགའ་ཚལ་མཚན་པ་ལའི་གྲུ་པོ་ཚོ་ལ་གངས་ཀྱི་ནོར་བུ་ཚད་ལྡན་གྱིས་བླངས་པས་ང་ནི་ཁང་པའི་ཕོ་གསར་ཡིན་ཟེར་བའི་གླེང་བ་ལ་སུན་པོ་རྒྱན་པའི་ཚོགས་མིའི་འདས་ལོ་དང་མཐུན་པའི་སྨན་དུ་ཡོད། འགྲུལ་བཞུད་གསར་པ། མཐོང་ཐོས་གསར་པ། དེ་རིང་གི་གངས་རི་རྩྭ་ཐང་ལས་མཚན་འདི་ནས་འགོ་བརྩམས།

ཐ་མལ་གྱི་གཅེས་ནོར་ཚོ་རིག་གནས་ཀྱི་སྦྲང་རྩི་མྱོང། གཟིགས་མ་ལྷས་ཀྱིས་དེ་ཡང་བཀའ་བཟང་ཟླ་བ་ལགས་ཀྱི་ཕ་ཡི་རེ་སྐོང་རིག་པ་འབྱུང་བའི་གྲོང་ཁྱེར་ནི་ལྷ་རུའི་སྒྱུ་རྩལ་གྱི་ཕ་ས་ལྟ་བུ་ཡིན་ལ་ཁྱིམ་ཚང་ཕ་ཁྱིས་ཀྱི་ནང་དུ་ལྷ་བཟོ་རེ་ཡོད། ཆུང་དུས་ནས་ལྷ་རུའི་སྒྱུ་རྩལ་སྦྱོང་བའི་བཀའ་བཟང་ལགས་ཀྱིས་ལོ་ངོ་སུམ་ཅུ་ལྷག་ལ་རི་མོ་བྲིས་ནས་སྐད་སྒྲོག་ཆེན་པོ་ཆགས་ཡོད། ད་ལྟ་ཁོང་གནས་མཆོག་སེམས་ཀྱི་ཉི་ཟླ་ལ་ཡོང་ནས་རིན་མེད་ཀྱི་སློབ་ཁྲིད་བྱེད་པའི་ཐང་ཁ་ལས་ཤིག་རྙེད་འདུག།

གསེར་བྲིས་སྒང་ནས་བཏབ་པའི་ཞི་ཚགས་ངེས་ཞུ་བའི་བསྟན་ཡོད། ད་དེ་གསེར་དེ་ང་ཚོ་བེད་སྤྱོད་དང་རྒྱབ་ཏུ་གསེར་སྣ་ཁ་གཉིས་གསེར་སྐྱག་དང་གསེར་མ་གཉིས་ཆ་བྲིས་མ་ཡིས་དེ་འདྲ་རྒྱལ་རྒྱལ་བའི་ཐང་ཀ་ཞིག་ཡིན། མ་སོང་མ་སོང། དེ་གཞན་པ་གི་ལྷོ་པའི་པདྨ་འབྱུང་གནས་གི་ཐང་ཀ་དོ་ཡོ་མི་འདྲ་ས་དེ་ཟིང་གི་ལས་ཕ་ད་དེ། དེ་ས་མ་འདྲ་བ་ཞིག་བཟོ་ཡོད་ད་ངས་རྒྱ་ཐུག་རྒྱབ་པའི་སྐབས་སུ་ཁོ་རང་ད་གི་ལྷོ་པ་འབངས་མོ་ལ་བཤད་དེ་དེ་ས་མ་འདྲ་བ་ཞིག་བཟོ་ཡོད་ད་གི་བཟོ་ད་ཡས་དེ་ཚོ་ཚོ་མ་མ་འདྲ་བ་ཞིག་བྲིས་ཡོད།

ད་གེ་ལ་ཐོག་མ་དང་ཐུག་ལོ་ཐང་ཁ་རྫུ་ཏི་ཡི་ནང་ཚེ་རེད། ཨོ།
ང་ཐང་ཁ་རྫུ་ཏི་དག་གི་ལོ་བདུན་དེ་འདྲ་ཞིག་རེད། ད་ང་རང་གེ་སར་ཡིན་ན་ད་བ་ཡི་རེ་སྐོང་ཟང་གེ་གཞུང་གི་རེད། ཨ་ནི་ད་གི་བ་ད་རེ་སྐོང་ཟང་གེ་གཞུང་ད་བ་ཡིན་ན་རེ་སྐོང་ཡིན་ན་ཐང་ཁ་ཏྲི་ས་གི་བ་ས་འདྲ་བོ་ཆགས་ད་རེད་ཁོ་རང་དེ་ཟང་གེ་གཞུང་ལ་ཡོད་ད་རེ་སྐོང་ལ་ས་ཆེན་པོ་རེད། ཟང་གེ་གཞུང་ལ་ཡོད་ད་ད་བ་ཐང་ཁ་ཏྲི་ས་གི་བ་དེ་གཉིས་འདྲ་བོ་ཆགས་ད། ཨ་ནི་ང་ཀྱི་ས་དེའི་ཁོ་རང་ངའི་བ་ལ་ཁོ་རང་ད་བཀའ་དྲི་བྱེད་ཀྱི་རེད་ཨ་ང་ཆུང་དུས་ནས་ད་ཐང་ག་བུ་ཁྱེད་ཀྱིས་དེ་འདྲ་བྱས་ན་ཀྱེ་ཨ་ནི་ཆུང་དུས་ནས་ལོ་ད་ལོ་གྲ་མ་འགྲོ་བྱས་ནས་ད་བཀའ་དྲི་དེ་ལོ་བདུན་གྱི་ནས་ད་ག་འདྲ་བོ་སྦྱང་ཨ་ནི་ད་གི་ལོ་གཅིག་བཅུའི་དེ་འདྲ་བྱས་ན་ནི་ད་ངའི་བ་ལ་ད་ང་ད་ང་ཚོའི་ད་གི་ནང་ལ་བུ་སུ་ཡོད་ར་ང་ཨ་ཐུག་ཆུང་ཞིག་རེད། ད་ང་དགོན་ཁོ་ན་དགོན་པ་ན་ཤར་ཤོས་རེད་དགོན་པ་ན་ད་ཐང་ཁ་འདྲ་བོ་ཅིག་ང་ཚོ་དགོན་པ་དེ་ཐང་ཁ་བྱང་ས་ཅིག་རེད་ད་བྱང་པ་དགོན་པ་དང་དེ་ཚོ་འདྲ་བོ་ཡོད་མ་རེད་ད་སེང་གེ་ཆོས་གླང་དགོན་དགོན་པ་ལ་ཤོར་རེད་ཧན་དེ་ན་རེད་ང་ད་གི་ཐང་ཁ་བྱང་ཡིན་ཧན་ཐང་ཁ་དེ་བྱང་ཧན་ནི་ད་གི་བོད་ཆ་འདྲ་བོ་ཅིག་ད་ཐང་ཁ་བྱང་དེ་ད་ཅི་ནས་ང་དགོན་པ་ན་ང་ལོ་བ་ཅི་ལོ་བཅུ་བདུན་འདྲ་བོ་དེ་རེད་ང་ལོ་བཅུ་དང་ང་རོ་གང་ལོ་འཁོར་ཞོལ་དེ་ཡིན། ད་ཡང་ང་ཚོ་རེ་སྒུག་འདྲ་ཡིན་ནམ་འདྲ། ཁོ་རང་གི་ཐམ་ག་རྗེ་ཙཱ་ཐམ་ག་གི་རིག་གནས་དེ་ཧ་ཅང་དར་ཆ་ཆེན་པོ་འགྲོ་ས་ཅིག་རེད་ལ། དེ་ནི་ཁྱེད་རང་གིས་སྐབས་དེ་དུས་མཚན་གྱི་གནས་སྟངས་ལ་ཕན་འོང་རྒྱུ་དེ། ད་མི་ཡི་འདྲ་དེ་བསམ་ཚུལ་འདྲ་དེ་ཅི་འདྲ་བྱེད་དགོས་པ། དེ་དེ་འདྲ་ང་ལྟ་གི་ནི་སེམས་ཀྱི་ཉི་ཟླ་ལས་ཀྱང་དུས་ཚོད་ལས་ད་ཆུ་བོ་ཡོད་རེད་ཉིས་སྟོང་བདུན་དེ་འདྲ་ཞིག་ནས་ང་ལས་ཀྱི་ཡོད་རེད། ད་ད་ཉིས་སྟོང་བདུན་ལོ་དེ་ལས་ཀྱི་ཐོག་དང་པོ་ལས་ཀྱི་དུས་ང་ད་ད་ཟླ་དགུ་ལས་ཀྱི་ཡོད་རེད། ད་ད་ཟླ་དགུ་འདྲ་བོ་ལས་ནི་ང་ཚོ།

ཐོག་དང་པོ་ཉིས་སྟོང་བདུན་ལོ་ལྷན་རྒྱས་ནས་ང་ཐང་ཁ་ཐང་ཁ་རེད་ང་ཚོ་འབྲི་ཁམ་ཐང་ཁ་འབྲི་ས་ཞེས་གསུངས་ཡོད་རེད་ཨ་ནས་ཤི་ཟིན་ང་ཚོ་དེ་ག་ཉིས་སྟོང་བཅུ་དང་པ་ལོ་དེ་ནས་དེ་ང་ཚོ་མཚན་ཉིད་ཉི་ཟླ་ཐང་ཁའི་ཉི་ཟེར་ལངས་འདྲ་བོ་དེ་འདྲ་ཞིག་སྒྱེར་བྱ་རེད་དེ་ག་རེད་ཅེས་ཡིན་ཟིན་ན་ཨ་ནས་ང་དེ་ནས་ལོ་ཁ་ཤས་བསྡད་དེ་འདྲ་བྱས་ནས་ཨ་ནས་ང་ད་གི་དེ་ནས་ས་དེ་ནས་ཨ་ནས་ཐང་ཁ་གི་རྒྱུན་འཛིན་དར་སྤེལ་དེ་བཏང་ཡ་དེ་ཀ་ཆེན་པོ་རིང་ཞིག་ས་སོང་ངས་ཨ་ནས་ད་གི་དེ་ང་ཚོ་དེ་དེ་བརྩི་དགོས་ཡ་མི་ཡོད་དེ་ང་ཚོ་དེ་ཐང་ཁ་གི་རིག་གནས་རྫོགས་རྩིས་དེ། ནས་གོ་རོང་ཚོ་ས་ནས་གོ་རོང་ཚོ་ལ་དགའ་གི་དེ་ལྷ་རྗེ་ནས་གོ་ཚོང་གོ་ཚོ་ལ་དྲ་བྱ་གོ་ས་ཚོ་དེ་ནས་མོ་ཡི་དྲ་བོ་དེ་འདྲ་བྱེད་སྲིད་ཨ་ནས་དེ་དེ་བས་ཚིག་འཇོག་རེད། ཁོ་ཚོ་ལྷ་རྗེ་ད་ལྟ་ལྷོ་མ་ཡོད་ལ་ཨ་རེད། ལྷོ་མ་ཡོད་རེད་ད་ང་ཚོ་དེ་ནས་ས་ནས་གོ་རོང་བདེ་ཆེན་གི་ཐང་བདེ་ཆེན་གི་ད་གི་ད་གི་ལྷོ་མ་ཨ་ནས་ད་གི་ད་ས་ས་ཆ་གོ་རོང་གི་ད་རྒྱལ་ཐང་གི་ལྷོ་མ་ཡིན་ན་འདྲ་ཨ་ནས་ད་གི་དེ་ནས་ག་ར་ཡོད་རེད་ད་དེ་ཐང་གཉིས་པོ་བདེ་རོང་བདེ་རོང་གི་ལྷོ་མ་བདེ་རོང་གི་ལྷོ་མ་ཡོད་རེད་བདེ་རོང་གི་ལྷོ་མ་གཅིག་ཡོད་རེད་ཡོད་རེད་ད་དེ་དེ་འདྲ་ང་ཚོ། ག་བ་ག་སོ་སོ་མ་ཡོང་ཡོང་ཡོད་དེ་ནས། འཛིན་མ་ལྷས་ཀྱིས་དེ་ཡང་བཀའ་ཟུང་ཟླ་བ་ལགས་ཀྱིས་སེམས་ཀྱི་ཉི་ཟླ་ལ་ཐང་ཁ་རྒྱལ་རྩ་ལུས་རྙེད་ནས་ལོ་ངོ་བཅུ་ལྷག་གི་རིང་དུ་སེམས་ཀྱི་ཉི་ཟླའི་དགོན་སྡེ་ཡོངས་རྫོགས་ལ་སོང་ནས་སློབ་སྦྱོང་དང་ཞིབ་འཇུག་གནང། བཀའ་ཟུང་ཟླ་བ་ལགས་ཀྱི་སེམས་སུ་སྨན་ལུས་དང་རེ་སྐོང་རི་མོ་གཉིས་ཟུང་དུ་འབྲེལ་ན་ཡག་པོ་ཡོང་ན་མི་ཤེས་དྲན་ནས་རང་ཉིད་ཀྱི་ཐང་ཁ་ལག་འབུ

ཡ་དགེ་ལ་ད་ལྡེ་ཐང་ཁ་རྒྱུ་ཙ་ལི་ལ་མཚན་ཆ་མཚོ་ཡིན་ན་ང་ཚོ་སེན་རྒྱི་ཉི་ཟླ་ཐང་ཁ་རྒྱུ་ཙ་ལི་ཟེར་གི་ལེ། དེ་ནི་ཁོ་རང་ལ་སེན་རྒྱི་ཉི་ཟླ་ཐང་ཁ་ཟེར་རྒྱུ་དེ་ཁོ་རང་ད་ལྡེ་ཡི་ཐང་ཁ་འདི་འདྲ་གཞི་ཚ་འདུག་ཨ། དེ་ནི་ཁོ་རང་ལ་ད་ཐང་ཁ་གཞན་པ་དང་མ་འདྲ་བར་ལུས་གཞན་པ་དང་མ་འདྲ་བར་ཐུར་མ་མ་ཡིན་པའི་གི་ཁྱད་ཆོས་ཅི་འདྲ་ཡོད་ལ་རེད། འོ་དེ་ཡོད་རེད།
དེ་ད་ཀ་ང་ཚོ་སེམས་ཀྱི་ཉི་ཟླའི་ཐང་ཀ་ཐང་ཁ་ལ་ཡ་ཏི་འབྲི་སྟངས་དེ་འབྲི་ལུགས་ཁོ་རང་ས་ནི་ཁོ་རང་གི་ཁྱད་ཆོས་ཅིག་ཡོད་རེད། ས་ནི་གི། ད་ས་ནི་གི་ཁྱད་ཆོས་དེ་ལ་གོ་ད་ག་རེ་ལབ་རུང་ད་ང་ཚོ་ངོ་མ་གི་ཐང་ཁ་ཁོ་རང་གི་དེ་ད་ནང་ངོ་མ་གི་ཐང་ཁ་དེ་ཚོ་ཡིན་ན་ད་ཅི་ད་དེ་ང་ཚོ་བདེ་ཆེན་གི་ཐང་ཁ་ཆགས་ཐབས་བདེ་ཆེན་ཐང་ཁ། བདེ་ཆེན་ཁོ་རང་གི་ད་གི་དེ་ས་ནི་ཁོ་རང་གི་ཐང་ཁ་དེ་དེ་འདྲ་ཞིག་འབྲུ་ལུགས་འབྲི་སྟངས་གི་ཁོ་རང་དེ་འདྲ་ཞིག་རེད་ད་ཐང་ཁ་དེ་ཡིན་ན་ད་ཆ་ལོ་ཉིས་བརྒྱ་ལྷག་ཅིག་ལོ་རྒྱུས་ཅིག་ཡོད་རེད། ད་དེ་ལོ་ཉིས་བརྒྱ་ག་ཟེར་གི་ཐང་ཁ་ཁོ་རང་ཚོའི་འབྲི་སྟངས་དེ་ག་འདྲ་ཞིག་རེད་ཟེར་ན

ཉིས་སྟོང་བཅུ་གཉིས་ལོ་ཉིས་སྟོང་བཅུ་གཉིས་ལོ་ནས་ད་ང་ཚོ་ཐང་ཁ་བསྡད་ཅིག། ད་རྒྱལ་ཐང་གི་ཐང་ཁ་ལ་ཡོད་དེ་འདྲ་རྒྱལ་ཆེན་བདེ་ཆེན་གྱི་ཐང་ཁ་ལ་ཡོད་ཞང་ལི་ལགས་སུ་ཐང་ཁ་ལ་ཡོད་དེ་འདྲ་ཞིག་ང་ཚོ་འབྲི་དགོས་དགོས་ས་ཡིན་ཨ་ནས། ངོ་མ་ངོ་མ་ཟེར་ས་ལ་ཡོད་དེ་ཉིས་སྟོང་བཅུ་གཉིས་ནས་ང་ཚོས་སྒོ་བརྩིགས་རྒྱུ་རེད་ཨ་ནས་ཐང་ཁ་དེ་ཚོ་ཡིན་ན་ད་ཉིས་སྟོང་བཅུ་གཉིས་ཀྱི་སྒོ་ནས་བརྩིགས་འབྲི་རྒྱུ་ཐང་ཁ་ད་ལྟ་རེད། ད་ཐང་གི་སེམས་ཉིད་ད་ཐང་ཁ་ལ་ཡོད་དེ་འདྲ་ཞིག་འབྲི་ཡོད་རེད་ད་དེ་འབྲི་རྒྱུ་མ་སྤེལ་ཐང་ད་ང་ཚོ་ད་རྒྱུ་ཐང་ག་ཉིན་པ་ད་ཀྱི་ས་གནས་ཁོ་རང་གི་ཐང་ཁ་ཉིན་པ་དེ་གང་ལ།

འདི་ནི་ཅི་ཞིག་གི་ན། དུས་ཚོད་ཉི་མ་ག་ཚད་མཐོང་ས་རེད། ཐང་ཁ་འདི་བཟོ་ས་ང་ཚོ་ཉིས་སྟོང་ཉིས་སྟོང་བཅུ་གཉིས་ལོ་ནས་བྲིས་འོ་ཡོད་རེད་རེད། ཉིས་སྟོང་བཅུ་གཉིས་ལོར་བྲིས་ནས་ཉིས་སྟོང་བཅུ་བཞི་ལོར་བར་དེ་ང་ཚོ་དེ་ད་དུམ་པ་གི་ནན་ཐེ་དེ་ང་ཚོ་བར་ཞིག་བྲིས་ཚར་རེད། ཉིན་མགོ་མི་ང་ཚོ་མི་བདུན་བྲིས་འོ་རེད། མི་བདུན་དེ་ཚོ་བ་ཐང་ཁ་བྲིས་མཁན་ཁྱི་ཕག་ཅིག་བྱུང་རེད། ང་ཚོ་དེ་དེ་འདྲ་ལོ་གཉིས་གི་ནང་ད་ཐང་ཁ་དེ་མང་པོ་བྲིས་བྲིས་ཚར་རེད། འོ་རེད་རེད།
དེ་ནི་ཉིས་སྟོང་བཅུ་གཉིས་ལོར་ཐེ་དུམ་བུ་བྲིས་ལ་རེད་འདི་ཚོ།

གཟིགས་མང་ལྷས་ཀྱིས་དེ་ཡང་རི་མོ་ལ་རང་གི་ཁྱད་ཆོས་ཡོད་རྒྱུ་ནི་ཧ་ཅང་གལ་ཆེ་ཞིག་ཡིན་ན་ཡང་རང་ལུས་ཤིག་གྲུབ་དགོས་ན་དཀའ་ཁག་མང་པོ་ཞིག་ཡོད་ངེས། སྐལ་བཟང་ཟླ་བ་ལགས་ཀྱིས་འབོད་བརྩོན་ལ་བརྟེན་ནས་རྒྱུན་འཛུགས་དང་གསར་གཏོད་ཀྱི་ལམ་དུ་བྱེད་བཞིན་ང་ཚོས་ཀྱང་ཁོང་གི་འབྲས་བུ་བཟང་པོ་ཐོབ་པའི་རེ་བ་དང་བཀྲ་ཤིས་སྨོན་འདུན་བྱེད་བཞིན་ཡོད།

གཟིགས་མ་ལྷས་ཀྱིས། དེ་ཡང་ཡོན་ནན་བདེ་ཆེན་གྱི་ཀོང་ཙེ་ར་ཡི་ཆ་ལུགས་ནི་ས་གནས་གཞན་དང་འདྲ་གི་མེད་ལ། ཁྱད་པར་དུ་ཀོང་ཙེ་ར་ཡི་བུ་མོ་རྣམས་ཀྱི་གུས་རྒྱན་ལ་ཁྱད་ཆོས་ཕུན་སུམ་ཚོགས་པ་ཡོད། ཨ་ཕའི་ཤུགས་རྐྱེན་ལ་བརྟེན་ནས་སྒྲོལ་མ་ཆུང་དུས་ནས་འཚེམ་དྲུབ་ལོ་ཙཱ་ལ་དགའ་པོ་ཡོད་ཀྱིས་ད་ལྟར་ཨ་ཕའི་མདོག་སྔོ་ཟབ་མོ་དེ་དག་རྡོ་ལ་རི་མོ་བརྐུས་པ་བཞིན་སེམས་ལ་བཟུང་ཡོད།

ང་རེད་ནི་སྲས་མོ་རེད། ཨོ་ཁྱོད་གཉིས་ཀ་གཞུང་ལ་རེད། ཨོ་ཨོ་ཕ་རྒན་རྗེས་སུ་གཞུང་རེད། དེ་ནས་ཨ་ཕ་གི་ཆོས་རུང་ལ་ཚེ་འདི་རྩ་བ་རེད་ལེ། དེ་མིན་པ་ཆོས་རུང་གི་ས་བཏུས་འདྲ་ཅི་བཟོ་ཡོད། ཨོ། ཨ་སེ་བ་ཟི་ར་ནི་ལ་ཡི་མོ་མོ་ཀྱི་གཞུག་དེ། ཨོ་རེད། ཨེ་ཡི།
བུ་མོ་ཡི་གོས་ནི་མ་སོང་ན་ཀི་ཟི་འདྲ། ཨོ། ཨེ་ཚེ་ལི་འདྲ་རེད། ཨེ་ན་རེན་སྣང། ཨོ་ན་རེན་སྣང་ནང་ལ། རྒྱུན་བསྡུ་མ་བསྡུ་པ་ལ་ངན་ཤན་ཡོད་རྒྱུན་མ་བསྡུ་ས་རུ་ཡི་དྲ་ཚེ་བཟི། ཨོ་རེད། དེ་ཐང་ཁྱུག་ནི་རེད། རེད། སྒོ་ཁྱུག་ནི་རེད་དེ་འདྲ་གི་བཟོ་རུ་རྒྱུ་རེད། ཨོ་རེད། ད་ཆ་ཁྱོད་རང་གིས་ང་ཚོ་འདི་བོད་མི་གི་གི་ཉིན་དེ་ཡི་ཕྱོགས་གི་བཟོ་ས་ར། རེད། བོད་བོད་གི་དེ་ནི་རྗེན་པ། པ་ཡི་པུ་གུ་ཡི་གུན། ག་རི་སི་གུ་རེད་བླ་མ་འདྲ། ཨོ་གྲ་ལག་གི་ན་བཟའ། ཨོ་རེད།
ན་བཟའ་འདྲ།

བསྐལ་བ་བཟང་པོ་ལ་གང་བྱུང་གཏམ་རྒྱུད་དྲུག་མུ་མཐུད་ནས་ང་ཚོ་ཡི་བསྐལ་བཟང་ལ་ཚན་པ་ལ་སེམས་གཟིགས་གནང་བ་དགའ་བསུ་ཞུ། གནས་ཆེན་ཁ་བ་དཀར་པོ་དང་གངས་རིན་པོ་ཆེན་ཨ་མྱེས་རྨ་ཆེན་གངས་རི་དགའ་སྟོད་ཇོ་བོ་སྒྱོགས་ཆེན་བཞི་ནི་བོད་བརྒྱུད་ནང་བསྟན་ཆོས་ལུགས་ཀྱི་གནས་ཆེན་བཞི་ལྟར་གྲགས། ཁ་བ་དཀར་པོ་འཇའ་ས་འགྲོ་མཁན་ཚོས་ཡི་ཁ་བ་དཀར་པོ་ཡི་བཞད་ངོ་འཇའ་ས་ཧ་ཅང་དཀར་ལ། ཁ་བ་དཀར་པོ་ཡི་རི་རྩེ་ཉི་མ་ཆེ་བ་འཇའ་རྒྱུ་དེ་ལས་དཀོན་རེད་ཟེར།

ཨ་ཡེ་ཕ་ཤུལ་བའི་རི་སྐེད་རྩ་ལ་གཞུང་གླང་བཅུ་ཡོད་རེད། ཨ་ཡེ་ཨ་དགོའི་སྒྲ་གཞུང་གླང་སྟེང་དུ་མོ་བྲག་བཏོད་ན་ཕལ་ཆེར་བཅོ་ལྔ་བཅོ་དང་བཅོ་ལྔ་པ་ལ་བཞེངས་ན་ཨ་ཡེ་ཨ་དགོའི་སྒྲ་ཤར་མི་འགྲོ་ལ་ཁ་སེར་ན་གནས་ཆེན་ག་བ་སྐལ་པོ་ཡི་རྟ་ས་ཡ་ཤུལ་ས་ལས་མི་ཟ་རེད་ད་ལྟ་བཞེངས་ན་ཨ་དགོའི་སྒྲ་དེ་ལ་པོད་འདྲ་རེད། གྲོགས་ཚང་མ།

ཉིན་ཁ་ལ་ལ་ཐུག་རྒྱུ་མ་རེད་བསམ། དེ་ཨ་ཁུ་ས་ཆ་འདི་འགའ་ཡུལ་མིང་ཐམས་ཅད་བཞེངས་ནས་རེད་ཨ་ཡེ་ཨ་ཁུ་དྲ་གནས་ཆེན་ཁ་བ་ཀའི་བུ། དངོས་སུ་འཇིགས་ཁ་མ་ཐུག་རེད་རང་སོ་སོ་ནང་མྱོང་དེ་རེད་ལས་ཀྱི་སྐུ་བ་དང་མ་འཁྲུལ་སྲིད་དེ་འདྲ་ཞེས་ཧྲེ་ལོག་ཧྲེ་སུ་ཡོད་རེད་དེ་ཨ་རིན་བཞེངས་ན་ངའི་བསམ་བློ་བཏང་ཞོག་ན་ཨ་ཁུ་རང་རང་ཚང་མ་སུ་ནང་ཅུང་ཟད་ཞིག་མྱོང་དུ་བཞེངས་ཡོད་བསམ། དེ་ཨ་ཁུ་དྲ་གནས་ལ་ལ་ཀྱི་སྒོ་དུས་རེད་རེད་ཨ་ཁུ་གནས་ཆེན་ཁ་བ་ཀའི་བུ་འཇིགས་ཁ་ཐུག་འཇིགས་ད་ཨ་རེད།

ང་ཚོ་ལེན་ཚེ་ཇི་སྙེད་ལེན་མཁན་ཚོ་གནས་དེ་ན་ཆུ་ཚོད་ལྔ་ལྷག་སྒུག་ནས་སྡོད་ཅིང། གངས་རི་ཡི་གཡས་གཡོན་ལ་སྨུག་པ་སྟུག་པོ་ཡོང་ནས་ཁ་བ་དཀར་པོ་ཡིས་བཞག་རེས་འཇའ་འཇུག་གི་གོ་སྐབས་དེ་བཀྲ་བྱུང།

རྒྱུ་མཚན་ག་རེ་རེད་ཟེར་ད་ཁོ་སྐད་གྲགས་དེ་འདྲ་ཆེན་པོ་ཡོད་དུས་རྒྱུན་གཞན་ཕྱོགས་ན་མི་སེར་ཐམས་ཅད་ནས་སྐུ་རང་དབང་བྱིན་རླབས་ཀྱི་ཨ་ཐུག་སང་འདི་དེ་འུ་གུ་ཚ་རྒྱུ་མཚན་ག་རེ་རེད་ཟེར་ཕྱོགས་ན་ཡ་གུ་དྲ་རྒྱུ་མཚན་གཅིག་གཞན་ཕྱོགས་ན་ཡ་གུ་ཆུ་ཐེངས་གལ་ཆུང་གཞན་ཕྱོགས་ན་ཨ་གུ་གནས་ཆེན་ག་གེ་པོ་ནང་ཁུང་འདྲི་རེད་སྡེ་མི་ཡོང་ས་རེད་ཟེར་དེ་ནང་ཁུང་འདྲི་རེད་གཞན་ཕྱོགས་ན་ཡ་གུ་ཚང་མ་གནས་ནང་འདྲི་ཟེར་བ་རེད་འདི་ཕྱིན་ཅི་མི་སེར་ཚང་མ་གཞན་ཕྱོགས་གནས་ནང་ནང་དུ་འདྲི་རེད་ཡང་གཅིག་མི་གཉིས་ས་ཆ་གནས་གང་ལ་ཕེབས་འོང་དུས་རེད།

ཐོན་རྗེས་དྲི་མེད་ཀྱི་གནས་ཆེན་ཁ་བ་དཀར་པོ་ཡིས་ལོ་རེ་རེ་བཞིན་གནས་འཇའ་བ་དང་རི་འཛེག་ཡུལ་སྐོར་བ་མང་པོ་ཡི་མིག་དབང་བཀུག། རི་དེས་དུས་རང་ཉིད་ཕྱི་ཡི་དུས་འགོ་ནས་བཏབ་པར། རི་འཛེགས་པ་ཅིས་ཀྱང་ཁ་བ་དཀར་པོ་ལ་འཛེགས་ཐུབ་ཡོད་མ་རེད་ཟེར། དངོས་གནས། རང་བྱུང་ཁམས་ལ་བརྩི་མཐོང་བྱས་ན་ད་གཟོད་མི་དང་རང་བྱུང་ཁམས་ཆང་ཐུང་ངམ་གནས་ཐུབ། རེད་གྲོགས་པོ་རྣམ་པ་ང་ཚོ་ཡི་གླུ་སྐད་ཁྲོད་ཀྱི་ཕ་ཡུལ་ལས་ཉིན་རེ་བཞིན་ཕ་ཡུལ་གྱི་གླུ་མི་འདྲ་བ་རེ་དང་གྲོང་ཚོའི་ཁྱད་ཆོས་ལྡན་པ་རེ་ངོ་སྤྲོད་བྱེད་བཞིན་ཡོད། དེ་ན་ཡུལ་ནི་བཞིན་ཆའི་བདེ་ཆེན་གྱི་ཉིན་ཤར་ཤང་གི་ཐང་སྟོད་གྲོང་སྡེ་དུ་རྫ་ཁེངས་མང་པོ་ཡོད་པས་རྫ་སྣ་ཧ་ཅང་ཡག་པོ་ཡོད། གཡང་རྫོང་སྒྲོལ་མས་འདུག་རོགས་ལ་ལག་གཡོག་བྱེད་ཞོར་ཕ་ཡུལ་གྱི་གླུ་ཆུང་རེ་ལེན་རྒྱུ་ཧ་ཅང་དགའ།

གཟིགས་མ་ལྷས་རྒྱལ་ད་ལྟ་ནི་གངས་རི་རྩྭ་ཐང་གི་དགའ་ཚལ་ཅན་པ་རེད། དེ་ཡང་གངས་ཀྱི་ནོར་བུའི་ཚལ་སྡེ་བཙུགས་ནས་ལོ་བཅུ་ལྷག་རེད། ཚལ་སྡེ་དེ་བཙུགས་ནས་ད་བར་ལ་ཁོ་ཚོ་འབྲེལ་བསྡུར་མང་པོ་བྱས་ནང་བྱུང་འདུག་ལ་གྲོས་འབྲས་ཡང་བཟང་པོ་ཐོན་འདུག། པའི་ན་ད་ཉིས་སྟོང་བདུན་ལོ་ལ་སེམས་ཀྱི་ཉི་ཟླའི་ན་གཞི་གླེ་ཡོང་འབྲས་དུ་ཁྲེ་ཨང་དང་པོའི་གི་བྱ་དགའ་དང་ཉིས་སྟོང་བཅུ་གཉིས་ལོ་ལ་ཀྲུང་གོའི་བལ་ལི་འབྲས་དུ་ཁྲེ་ཨང་དང་པོ། ཉིས་སྟོང་བཅུ་བཞི་ལོ་ལ་ཕོ་ལན་རྒྱ་ཤེས་རོང་མི་དུས་ཆེན་དུ་ལ་ད་ང་ཚོས་ཀྲུང་གོའི་གི་ཕུལ་བྱུང་གླུ་དཔེ་གི་བྱ་དགའ་སོགས་མང་པོ་ཐོན་འདུག་ལོ་འདི་འདྲ་མང་པོའི་གི་རིང་ལ་ཁོ་ཚོས་རོང་མོ་ལ་སྐྱོ་བའི་བརྩེ་བ་དེ་ལ་འགྱུར་བ་མི་འདུག་ཨ། དེ་ཡང་ཐ་སྙད་དུས་ཁོ་ཚོས་གི་ཆེད་བྲིས་གསར་པ་ཁྱང་པའི་མཛའ་ལི་ཟེར་བ་ཞིག་ཕུལ་འདུག་དེ་རིང་དུ་མ་ང་ཚོས་ཆེད་བྲིས་འདིའི་ནང་གི་གླུ་དབྱངས་གསར་པ་ང་ནི་ཁང་པའི་ཕོ་ས་ཡིན་ཟེར་བའི་གླུ་དབྱངས་འདི་བྲིས་ཉེ།

ཡ། ད་རེན་རྣ་ལ་སྐར་མ་བཟུང་ད་རེན་བལ་ལ་དར་ཚོད་རྒྱུ་ད་རེན་ས་ལ་ཚིལ་གྲོང་བཟུང་བཟུང་ས་སྟེ་འབྲི་ཡིན་སྟེང་ལ་ལུག་དུམ་བུ་ན་བ་ཡལ་ཚིལ་བཀྲ་ཤིས་ཡིན་ཉི་མ་ཡལ་ལུག་དོམ་ཡིན་ན་བ་ཚལ་ཤ་སྨིན་འབྲོག་ཁྲོ་མོ་ཡིན་ཚལ་ཚུགས་བོད་ལྕུང་ལུག་སྐྱེས་སྐྱིད་ཡིན་སྟེང་མ་ཕ་ཁི་ཡིན་བཞག་པ་བུ་སྤུ་བོ་ཡིན་མཛེས་པ་ལུག་དུམ་བུ་ནོར་བཞི་ཚིལ་སྲིན་ཡལ་ཞལ་གྱིས་ཕུལ་ཧྲོ། བཀའ་དྲིན་ཆེ།

གཞི་མ་ལས་རྒྱའི་ད་ལྟ་ནི་གཞི་ར་ཁྲ་མིག་གི་དུས་ཆད་རེད། དེ་རིང་གི་གཞི་ར་ཁྲ་མིག་གི་ནང་ལ་དྲ་གྲོགས་ཚོས་བསྐུལ་ཡོང་བའི་ཞྭ་གྲོགས་བསྟན་པ་གཉིས་གྲོགས་པོ་ཚོ་ལ་འབུལ་རྒྱུ་ཡིན། ད་གྲོགས་པོ་གཅིག་གིས་ནི་ཁྱི་འབྲང་བྱེ་ཐང་གི་དེ་ལ་ཞྭ་གྲོང་ཁྲ་བྱིན་འདུག

བཙུན་མ་ལྷན་རྒྱས་དེ་རིང་གི་གངས་རི་རྩྭ་ཐང་ལེ་ཚན་འདི་ནས་ཚང་འབྱོར་རྒྱུ་ཡིན་ལྷན་རྒྱས་ཀྱི་སྲས་གཟིགས་གནང་བ་ཐུགས་རྗེ་ཆེ། རས་དྲུག་གནང་བ་ད་ལྟ་ང་ཚོས་འཇགས་བྱེད་དགོས་ཡོད་པའི་མཚན་སྙན་ཨང་གྲངས་དེ་ཤེས་པའི་ཤེས་ནས་ང་ཚོས་ལེ་ཚན་ནང་ཞུགས་ན་གངས་རི་རྩྭ་ཐང་གི་ལེ་ཚན་ལ་ལྟ་ཐུབ་པ་མ་ཚད་ཁང་པའི་བརྙན་འཕྲིན་ཁང་གི་ལེ་ཚན་གཞན་པ་ཚང་མ་ལ་འདི་ནས་ལྟ་ཆོག་ལེ་རེད། རས་གཟི་མ་ལྷས་ཀྱི་གཟའ་འཁོར་རྒྱུས་མེད་དུས་ཚད་འདི་ཡི་ནང་དུ། གངས་རི་རྩྭ་ཐང་ལས་ཚད་ལས་ང་ཚོ་ལྷ་ཡང་འཇའ་དག་ཁྱེད་རྣམས་པའི་ཚེ་རིང་ལོ་བརྒྱ།